ཨོ་བཀྲ་ཤིས་བདེ་ལེགས། ཨ་ནེ། ང་ཚོའི་ད་དཔེ་ཀློག་སྙན་ཆས་སྒྲིག་སྟེགས་ཐད་ཁོ་རང་ཕབ་ལེན་གྱིས་ཚར་སོང་བ་རེད་བ་དེ་འདྲ་ཡིན་དུས་ན་ད་ཁོ་རང་ལ་ཡང་ཨ་ནེ། རང་འདྲ་བྱེད་མཁན་གྱི་སྙན་ཆས་ཆེན་པོ་གཉིས་ཡོད་རེད་ད་དེ་གཉིས་ཀ་གཉིས་ཆ་ཁོ་རང་གི་ངོ་ལ་ཡོད་རེད་དེ་མཉམ་དུ་ཕབ་ལེན་བྱེད་དགོས་ཀྱི་ཡོད་རེད། དང་པོ་དེ་ང་ཚོས་འདི་ཚང་ཉིད་དེ། Reading App། བཟོ་རྒྱུའི་ཚད་ན་འདི་འདྲ་འདུག་ཨ། འདི་སྒོ་ནང་གཅིག་བསྣན་ན་ཁ་ཆེ་ཡིན་དགོས་རེད་ཡིན་ན་ཡང་ངས་འདི་ནས་སྒོ་ཆེ་གཉིས་བཞག་ཞེས་ཡང་འདོད་རེད།

འདིའི་མཚམས་ནས་གཅིག་ནས་གཉིས་ཏེ་ས་ཆ་ག་བ་ཡོད་ན་དེའི་ནང་ཉི་ཚེ་ར་ལས་ན་ཡང་འགྲིག་གི་ཡོད་རེད་རྗེས་འདྲི་ཁས་ཙི་རྒྱུ་དེ་ཁྱེད་རང་གི་གློག་ཀླད་ནང་མེད་ཡ་ཡིན་ན་ངེས་བར་དུ་ད་འདི་འདི་ཇི་མ་ཟེར་བ་དེ་མནན་ན་འདི་མཚམས་ན་སླེབས་ཡོང་དགོས་རེད། ཨོ་འདི་དགོན་ལགས་གཅིག་ནས་ཙི་ཙི་འགོར་གི་རེད། ཨོ་དེ་ཚར་སོང་ཨ་དེ་འདྲ་ཡིན་དུས་ན་ད་འགྲིག་སོང་ཟེར་བ་དེ་ཇི་ད་གཅིག་མ་ཞིག་ལྷག་མ་སོང་དེ་ནས་ཡང་བསྐྱར་འདི་དགོན་ལགས་གཅིག་ནས་དེ་ནས་ད་ཇི་མ་ཟེར་ཨ་ནི། འདི་ཁྱེད་ཕར་ལེན་བྱེད་དགོས་ཡོད་ལ་འདི་ངེས་བར་དུ་ཕར་ལེན་བྱེད་དགོས་པ་རེད་འདི་ཡོང་ཁོ་ཚོ་གི་ཁང་མིང་འདི་ལ་ཡིན་དུ་རྒྱུ་ཡོད་དེ་གི་ལག་ཆ་ཟི་རེད། ཨ་འདི་ཅི་དེ་འདི་ད་གཅིག་པ་རེད་ཨེ་སི་ཏི་ཁྱེད་དང་ཁྱེད་རང་ང་སྔོན་མ་ཕར་ལེན་བྱས་ཚར་བ་དང་ཡང་གོང་དུ་ཡོད་གཙུག་ལག་བརྙན་ཆེ་སྒྲིག་སྟེགས་གི་དེ་ཚོ་ག་དེ་ཡང་ཕར་ལེན་བྱས་ཚར་སོང་ཡོད་རེད་བ། ཨ་དེ་འདྲ་ཡིན་དུས་ན་འདིའི་ནང་ཉིན་གཅིག་གནས་ཉིན་དེ་སོ་སོ་སྔོན་མ་ཕར་ལེན་བྱས་ས་ཆ་ག་བ་ཡོད་ན་དེའི་ནང་ཉིན་ཚར་ལེན་ན་འགྲིག་གི་ཡོད་རེད་བྱས་ན་ང་ཚོ་གསར་པ་གོ་གི་ཡོད་ར་དེ་འདྲ་ཡིན་དུས་རྗེས་མ་ཟེར་བ་དེ་ནི། ད་འདི། ཨེ་སི་ཏི་ཁྱེད་རང་ཕར་ལེན་བྱེད་དགོས་གི་འདུག་ཨ། འོང་སྟེ་གང་འགྲིག་སོང་བར་ད་ང་ཚོ། ཏི་གོས་རིམ་པ་གཉིས་ཆ་དེ་ཕར་ལེན་ཅིག་ཚར་སོང་བ་དེ་འདྲ་འདི་འགྲིག་སོང་ཟེར་བ་དེ། འོང་སྟེ། ད་ཏི་གོས་རམ་འདེགས་སྙིང་ཕྱི་དེ་གཉིས་ཀ་ཕར་ལོན་ཅིག་ཚར་སོང་བ་རེད་དེ་འདྲ་ཡིན་དུས་ན། ད་དངོས་སུ་འདིའི་ནང་ལ་སྙིང་ཕྱི་ཟེར་བ་སོ་སོ་གི་སྒྲིག་འཇུག་དེ་ཚོ་སྒྲིག་ཆོག་གི་ཡོད་རེད། ཡིན་ན་ཡང་ད་འདི་ང་ཚོ་གི་ཕར་ལོན་ཅིག་བ་དེ་ཏག་ཏག་ཅིག་འགྲིག་སོང་འགྲིག་མ་སོང་ཟེར་ར་ཅིག་གི་ཏི་གོས་བརྟག་དཔྱད་ཅི་ཙམ་གི་རིམ་པ་ཅིག་ཡོད་རེད་དེ་ཚོ་ཚང་མ་དེ་གཉིས། འདིའི་སློབ་ཚན་རྗེས་མ་གི་ནང་ལ་ཡང་བསྐྱར་དམིགས་བསལ་གྱི་ངོ་སྤྲོད་ཅིག་གི་ཡིན། དེ་དེ་དང་མཉམ་དུ་ད་དུང་དགུན་དབྱིངས་ཀྱི་ཀར་ལ་གོ་རེ། ཞིབ་བཞག་ཁ་ཤས་ཞིག་ཡོད་ར་དེ་ཚོ་ཚང་མ་དེ་མཉམ་དུ་སློབ་ཚན་རྗེས་མ་དེ་ནང་ངོ་སྤྲོད་ཅིག་གི་ཡིན། རྗེས་མ་དེ་ལ་གཟིགས་རོགས་གནང་ཐུགས་རྗེ་ཆེ།